ནང་ལ་སུའོ་མོ་འགྲོ་ཟེར་ཡས་དེ་ཇི་ལྟར་ང་ཚོའི་སྤྱི་ཚོགས་ནང་ལོ་ལ་ཁ་ཐ་གསར་བ་འགྲོ་རེད་དོ། ལོ་ག་རང་ཙམ་འགྲོ་གི་ཡོད་རེད་དེ་ལག་བསྟར་ལག་བསྟར་དང་དེ་ཚོ་ཐོག་ཁ་ཚིག་གྲོས་ཚོགས་ནང་ལོ་ལ་ད་འཐུས་མི་ཁག་ཅིག་གིས་དེ་གསལ་བཤད་གནང་པའི་སྐབས་ལ་དེ་ཡི་སྐུ་དབང་དེ་ཁྲིམས་ཞིབ་པ་རྣམ་པ་ཚོ་ལ་ཡོད་པ་ཡིན་ན་ཨ་ནི་ཁོང་ཚོ་བཅའ་ཁྲིམས་ཀྱི་སྒང་ལ་དེའི་ཆེད་ནས་ཕྱག་ལས་གནང་གི་ཡོད་པ་ཅིག་ལ་འགྲེལ་བརྗོད་གནང་གི་འདུག་དེ་ད་ལྟ་ཆགས་ཀྱི་ཡོད། ད་དེ་ལ་ཡར་དེ་ཅིག་ཆགས་ཀྱི་རེད་ཨ་ནི་ཁྲིམས་གཅོད་བྱེད་མཁན་དང། ཁམ་ཆུའི་ཁབ་གཏད་གཉིས་པོ་དེ་གཅིག་པ་ཆགས་ནས་འགྲམ་པོ་གང་འདྲེས་སུ་བྱུང་དགོས། དེ་འཕྲིན་ཆུའི་བྱེ་ངན་དང་ཁམ་ཆུ་ཁབ་གཏད་བྱེད་པ་དེ་གཅིག་པ་ཆགས་པས་ཡིན། དེ་བྱེད་པར་གལ་ཡོད་པ་མ་རེད། འཕྲིན་ཆུའི་བྱེ་ངན་གྱིས་རང་འགུལ་གྱི་ཐོག་ནས་ངོས་གཞི་ནང་གི་འཕྲིན་གྱིས་བཅད་པ་ཡིན། གང་ལ་འཕྲིན་བཅད་ས་དེ་ལ་ཡ་ད་སེར་བྱེ་ཡ་གོ་སྐབས་མ་སྤྲད་པ་ཡིན་ན་དེ་ཆགས་འགྲོ་གི། ད་སེར་བྱེ་ཡ་གོ་སྐབས་སྤྲད་ནས་ད་སེར་བྱེ་ཡ་ཡུས་པ་ཡིན། ཆུ་ར་གུས་པའི་ནང་གསེས་ལྟ་བ་གཞིར་བཟུང་བྱས་ནས་བཀོད་ཁྱབ་བྱས་པ་རེད།

བསམ་ཚུལ་དེ་བཅའ་ཁྲིམས་གཏན་ལ་ཕབ་པའི་སྐབས་ལ་ཆུད་ནས་བྱུང་ཡོད་མ་རེད། གང་ཞེ་ན། སྲུང་སྐར་འཕོ་འགྱུར་བཏང་པས་ཡིན་ན། འཕྲིན་བཞི་ཁང་མེད་པར་ཆགས་འགྲོ་གི་རེད། འཕྲིན་བཞི་ཁང་མེད་པར་ཆགས་པས་ཡིན་ན་མང་གཙོའི་ཀ་བ་གསུམ་གྱི་ཡན་ལག་ཚང་གི་ཡོད་མ་རེད། འཕྲིན་བཞི་པ་རྣམ་པ་སྡེབ་གཅིག་ལ་འཕོ་འགྱུར་བཏང་ཡག་གི། ཨ་ནི་བསམ་ཚུལ་དེ་ཡོད་མ་རེད་གསུང་ཡ་དེ་དངོས་ཡོད་གནས་ཚུལ་ཚེ་གོང་མ་འཕྲིན་བཞི་པ་ཆེས་མང་དུ་ཡོད་མ་རེད། ད། ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལ་གཏན་འབེབས་གནང་བཞག་པ་འདི་བྱས་པས་ན་ཨན་ཁྲིན་ཞུས་པ་གཞན་གཉིས་འདི་མགོ་ནས་བཅའ་ཁྲིམས་བསྐྱར་བཅོས་བྱས་ནས་གསར་འཇུག་གནང་བ་རེད། འོ་འདི་ནས་ཨན་གོ་གནས་སྟངས་གཅིག་རེད་མ་གཏོགས་པའི་བཅའ་ཁྲིམས་གཏན་འབེབས་གནང་བའི་སྒང་ལ་ཨ་ནི་ཁྲིམས་ཞིབ་པ་གསུམ་ག་སྡེབ་གཅིག་ལ་འཕོ་འགྱུར་གཏོང་རྒྱུ་གི་ཨ་ནི་བསམ་ཚུལ་འདི་བཅའ་ཁྲིམས་གཏན་འབེབས་གནང་བའི་སྒང་ལ་ཡོག་མ་རེད་ཟེར་ཡ་འདི་དངོས་ཡོད་གནས་ཚུལ་མ་རེད། འདི་ཡིག་ཆ་ཁོང་ཁྲོ་བགྲང་བའི་ཐོག་ནས་ཞུ་གི་ཡོད་འདི་གཅིག་ཞུ་ཡ་ཡིན། ལྷན་ཚོགས་ཚོགས་འདུ་མ་གྲོལ་ཚར་སོང་ན། སྤྱི་འཐུས་དེ་དེའི་ཚོགས་མི་རེད་མ་གཏོགས་སྤྱི་འཐུས་ལྷན་ཚོགས་ཆགས་ཀྱི་ཡོད་མ་རེད། སྤྱི་འཐུས་ལྷན་ཚོགས་ཀྱི་འོག་ལ་ཡོད་པའི་ཚོགས་ཆུང་ག་འདྲ་ཡིན་པ་ཡིན་ནའི་དེ་སྤྱི་འཐུས་ལྷན་ཚོགས་ཆགས་ཀྱི་ཡོད་མ་རེད། བྱས་ཙང་སྤྱི་འཐུས་ལྷན་ཚོགས་ཀྱི་ལས་དོན་བྱེད་ཕྱོགས་ལ་ཡ། ཁྲིན་ཤིས་ཁང་གི་རྩད་གཅོད་བྱས་མི་ཆོག་པའི་དགག་བྱ་དེ་ཡོད་རེད་མ་གཏོགས་པའི། སྤྱི་འཐུས་རྒྱུན་ལས། ཚོགས་གཙོ་ལྷན་རྒྱས། སྤྱི་འཐུས་བྱེ་བྲག་པ། ག་འདྲས་ཅིག་ཡིན་པ་ཡིན་ན་སྤྱི་འཐུས་ལྷན་ཚོགས་ཀྱི་གཙོ་བའི་ཚོགས་ཆུང་གཞན་པ་ག་རེ་ཡིན་པ་ཡིན་དེ་སྤྱི་འཐུས་ལྷན་ཚོགས་ཆགས་ཀྱི་ཡོད་མ་རེད་ད་ལྟ་འདི་ནང་ལ་སྤྱི་འཐུས་ལྷན་ཚོགས་ཟེར་ཡ་གོ་བ་ལེན་ཡ་དེ་ནང་ལས་སྤྱི་འཐུས་རྒྱུན་ལས་དེ་ཚུད་ཀྱི་ཡོད་མ་རེད་དེ་སྤྱི་འཐུས་རྒྱུན་ལས་སྤྱི་འཐུས་རྒྱུན་ལས་དེ་སྤྱི་འཐུས་ལྷན་ཚོགས་ཆགས་ཀྱི་མ་རེད་ཆགས་ཀྱི་མེད། ཆགས་ཀྱི་མ་རེད་གསུངས་པ་རེད། སྤྱི་འཐུས་ལྷན་ཚོགས་འདི་སྤྱི་འཐུས། མ་སྤྱི་འཐུས་རྒྱུན་ལས་འདི་སྤྱི་འཐུས་ལྷན་ཚོགས་ཆགས་ཐུ་ཨེ་ཡོད་མ་རེད། ཡིན་ནས། སྤྱི་འཐུས་རྒྱུན་ལས་འདི་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་སྐུ་ཚབ་ཡིན་པ་འདི་གསལ་བོ་རེད་སྐུ་བཅའ་ཁྲིམས་ནང་ལ། གྲོས་ཚོགས་མ་ཚུགས་པའི་སྐབས་ལ་ཨ་ནི་སྤྱི་འཐུས་རྒྱུན་ལས་ཚོགས་ཆུང་ཞིག་དགོས་ཀྱི་རེད་གསུངས་ཡོད་རེད། དེ་འདྲ་ཡིན་ཙང། དེ་སྔ། བཅའ་ཁྲིམས་གཏན་འབེབས་གནང་བ་ནས་བཟུང་སྟེ། སྤྱི་འཐུས་ལྷན་ཚོགས་ཀྱི་ལས་ཤོག་དེ་ཡང་སྤྱི་འཐུས་རྒྱུན་ལས་ཀྱི་ཚོགས་གཙོ་ཚོགས་གཞོན་སྤྱི་འཐུས་རྒྱུན་ལས་ཀྱི་ཐག་གཅོད་ག་འདྲི་ཞིག་གནང་བའི་ནས་སྤྱི་འཐུས་ལྷན་ཚོགས་ཀྱི་ལས་ཤོག་བེད་སྤྱོད་གཏང་གི་ཡོད་རེད་མ་གཏོགས་པའི་སྤྱི་འཐུས་རྒྱུན་ལས་ཀྱི་ལས་ཤོག་ཟེར་མཁན་གཅིག་ཟུར་དུ་ཡོད་མ་རེད། དེ་སྔ་སྤྱི་འཐུས་ལྷན་ཚོགས་ཀྱི་འཁྲུངས་སྐར་གྱི་གསུང་བཤད་ཡིན་པའི་ནས་རེད། ནེ་པལ་ཞི་བདེའི་གཟེངས་རྟགས་ཀྱི་གསུང་བཤད་ཡིན་ནས་རེད་གསུམ་བཅུའི་དུས་དྲན་གྱི་གསུང་བཤད་ཡིན་པས་ནས་རེད་གང་དང་གང་ཡིན་པ་འདི་གས་ལ་སྤྱི་འཐུས་ལྷན་ཚོགས་ཀྱི་གསུང་བཤད་སྤྱི་འཐུས་ལྷན་ཚོགས་ཀྱི་གཏམ་བཤད་མ་གཏོགས་པའི་སྤྱི་འཐུས་རྒྱུན་ལས་ཀྱི་གཏམ་བཤད་ལབ་གི་ཡོད་མ་རེད། དེ་འདྲ་ཡིན་ཙང་འདིས་གར་བསྟུན་སྐོར་ཞུས་པས་ན་སྤྱི་འཐུས་རྒྱུན་ལས་འདི་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་ཡིན་པ་ཆེ། ལོ་སུམ་ཅུ་ལ་ཉེ་བ་ཆེ། ད་ལོ་སུམ་ཅུ་འགྲོ་རིང་ཡིན་སྐོར་རེད། དེ་འདྲའི་ཅིག་ལ་སྤྱི་འཐུས་རྒྱུན་ལས་འདི་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་ཡིན་པ་ཞིག་ལ་དེ་རིང་སྤྱི་འཐུས་རྒྱུན་ལས་འདི་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་མ་རེད་ཟེར་དེ་ངོ་ཡི་གནས་ཚུལ་དང་ཏག་ཏག་དེ་གི་མ་རེད། དེ་གཅིག་བཤད་བྱུང། རེད་དེ་ཡིན་ན་ཡང་ང་ཚོས་ང་ཤི་ནང་ནས་བཤད་པའི་ཚོགས་ཆུང་ཟུར་འཛུགས་མ་བྱས་པ་ཡིན་ཙང། བཅའ་ཁྲིམས་ཀྱི་དགོངས་དོན་དང་མཐུན་པ་ཆགས་ཡག་ཁ་བོ་རེད། དེང་སང་དེ་ལ་ནང་སྲིད་གཉིས་ཡོད་རེད་དང་པོ་དེ་ལ་ཡང་ཚོགས་ཆུང་བཙུགས་མུ་གོའི་ཐོག་ནས་འཕོ་འགྱུར་གནང་ཡག་ཞིག་དང་གཉིས་པ་དེ་ལ་ཡང་ཚོགས་ཆུང་བཙུགས་པའི་ཐོག་ནས་ཨཱ་ནི་འཕོ་འགྱུར་གནང་ཡག་ཞིག་རེད། གྲོས་ཚོགས་འཕར་མ་འདི་ཚུགས་པའི་སྐབས་ལ་སྤྱི་འཐུས་གཅིག་གིས་དེའི་ཐོག་ལ་བཀའ་འདྲི་གནང་ཡོད་རེད། དེའི་སྐབས་ཀྱི་གཙོ་སྐྱོང་གནང་མཁན་ཚོགས་གཙོ་མཆོག་གིས་བཀའ་ལན་གནང་ཡོད་རེད། དེ་ཚོ་ཡིག་ཆའི་ནང་ལ་ཡོད་རེད། དྲ་ལམ་གྱི་རྒྱུད་ནས་ཡོད་པ་རེད། བཀའ་ལན་གནང་མཁན་དང་བཀའ་འདྲི་གནང་མཁན་གཉིས་ཆ་ལོ་ད་ལྟ་གསོན་པོར་བཞུགས་ཡོད་རེད། དེ་མཚམས་དོན་དག་ངོ་མ་ངས་ག་རེ་ཞུ་དགོས་ཟེར་ན། བཅའ་ཁྲིམས་བསྐྱར་བཅོས་ཉི་ཤུ་རྩེ་ལྔ་པ་ནས་བཟུང་སྟེ་ཁྲིམས་ཞིབ་པ་ཆེ་བ་དང་ཁྲིམས་ཞིབ་པ་འཕོ་འགྱུར་བཏང་ཡས་ལ་ངེས་པར་དུ་ཚོགས་ཆུང་བཙུགས་དགོས་ཅིག་ཡོད་མ་རེད། འོ་འདི་གཅིག་ཞུ་ཡས་ཡིན།

ཆོས་ཞུ་བ་ཚོས་ཀྱི་ཟླ་གཅིག་ཁར་བཟོས་པའི་ཐོབ་ཐང་འོས་ཆོས་ཨ་ནི་ལས་ཡུན་འདི་སྐོར་བཤད་བསྡད་དགོས་པ། དེ་མ་གཏོགས་འཕོ་འགྱུར་སྐོར་ལ་སྐད་ཆ་བཤད་དགོས་པ་མ་རེད། གལ་སྲིད་འཕོ་འགྱུར་བཏང་དགོས་ན་ཁོང་ཚོ་དང་པོ་བཅའ་ཁྲིམས་དོན་ཚན་ལྔ་བཅུ་ང་བཞི་སྒང་ལ་ཡར་ཕྱིན་ཚོགས་ཆུང་བཙུགས། འདི་ང་ཚོ་རྩ་ཁྲིམས་ཀྱི་དོན་ཚན་རིགས་གསུམ་པ་དང་ལྔ་བཅུ་ང་བཞི་པ། འདི་ང་ཚོ་རྩ་ཁྲིམས་ཀྱི་དོན་ཚན་རིགས་གསུམ་པ་དང

སོང་ཟབ་ཀྱི་སྒྲུང་ཤེས་རབ་ཀྱི་རིགས་དེ་མང་གཙོའི་ལམ་སྲོལ་གྱི་ཆོས་ར་ཅིག་རེད། དེའི་ནང་ནས་མི་མང་ག་པར་ཕྱིན་པ་ཡིན་ན་དེ་ལ་འགྲོ་ཡག་མ་གཏོགས། དེའི་ཐག་གཅོད་བྱས་པ་དེ་ང་དེ་ལ་མོས་མཐུན་མེད་ཟེར་ནས་ཡར་འཇོག་ཟུར་དུ་བསྡད་ན་ཨ་ནི་མང་གཙོའི་ལམ་སྲོལ་དང་མཐུན་གྱི་ཡོད་མ་རེད།